གླིང་བཞི་སྡེ་སེམས་ཀྱི་སྟོན་པ་རྒྱ་གར་རིན་པོ་ཆེའི་གུས་ཕྱག་སྔོན་དུ་བཏང་ནས་སྐྱབས་གནས་ལྷ་ཆེན་རྣམ་པ་སྐྱབས་གནས་རྒྱུད་འདུས་རྣམ་པ། འཛམ་གླིང་ཕ་ཡུལ་གཅིག་གི་བོད་རིགས་རྣམ་པ་ཚང་མ་ལ་འཚམས་འདྲི་ཞུ་གི་ཡོད། ངའི་མིང་ལ་བྱམས་པ་རི་ཙི་ཀུ་ར་ལགས་ཡོད་ང་དེ་མི་ནི་སོ་ར་ས་གནས་ལ་འདུག་ཕྱིན་ནས་དེ་ཡོད་ས་ནས་ཞུ་ཡས་ཡིན། དེ་རིང་གི་བརྙན་ཐུང་ང་སུ་རེད་ང་ག་བ་ཡོད་ལེའུ་གཉིས་པ་དེ་ཆ་དེ་བཞག་ལེའུ་དང་པོ་དེ་ངེད་ཀྱི་སྒང་དུ YouTube ལྷན་ངེད་རྣམ་པ་ཟེར་གྱི་འདོད་པ་ཡོད་པ་ཡིན་ན་རྒྱ་གར་རིན་པོ་ཆེ་ང་རང་ཚོ་མི་རྫས་དང་འབྲེལ་བ་ག་འདི་ཆགས་ཀྱི་ཡོད་བ་ང་ཚོ་གི་མི་རྫས་དང་བཀའ་དྲིན་ཆེན་པོ་ག་འདི་ཆགས་ཀྱི་ཡོད་བ་རྒྱུ་མཚན་དང་བདེན་པའི་གི་ཐོག་ནས་ཨེ་ནི Video དང་པོ་དེ་ལ་འགྲེལ་བཤད་རྒྱག་ཡོད་སོ་སོ་ཞོགས་ཁས་ལངས་ནས་བྱས་ནས་སྲོག་དྲུལ་བའི་ཡོལ་བ་གདོང་འབག་དྲུལ་བའི་ཡོལ་བ་ལུས་ལ་དོགས་ལོག་གྱོན་ཡོལ་བ་ཁ་ལག་བཟའ་ཡའི་ཡོལ་བ། མི་ཚེ་གཅིག་སྐྱེལ་ཡའི་ཡོལ་བ་རུ་བ། ནི་ནང་ཐོ་ག་གཅིག་དེ་འདས་ཀྱི་གོ་ག་ལ་ཡོལ་བ། དེ་འདས་ཀྱི་རྒྱ་གར་རིན་པོ་ཆེ་གི་ཐུགས་རྗེའི་བཀའ་དྲིན་དེའི་འབྲེལ་བ་ཡལ་བ་དེ། ལེའུ་དང་པོ་ལ་བཞག་ཡོད་ས་ནི་ཞུ་ཡའི་ཡོལ་བ་ཡུལ་གྲུབ་སྡིག་གི་རྙེད་དེ་ལ་ཡིན། དེ་རིང་གི་ལེའུ་གཉིས་པ་དེ། གལ་ཆེན་པོ་ཞུ་བྱ་དེ་ཤར་རུ་བ། ང་རང་དེ་ཡང་དག་ལས་གཞི་གཅིག་འགོ་བཙུགས་ཡོད། ལས་གཞི་དེ་ག་རེ་བྱ་འདོད་ཟེར་བ་ཡིན་ན་ལྷན་རྒྱས་རྣམ་པ་ཚོས་ངའི་རྒྱབ་ལོག་ལ་གཟིགས་གནང་བ་ཡིན་ན་རེད། Tibetan Language Preservation Pledge ཞེས་རེད། ང་བོད་པ་ཡིན་ང་བོད་སྐད་རྒྱབ་ཀྱི་ཡིན་ཟེར་བ། དེ་རིང་ནས་བྱས་ནས་དམ་བཅའ་གཅིག་བཞག་གི་ཡིན་ཟེར་བ། བརྒྱུད་པ་རྒྱུ་མཚན་དེ་ག་རེ་བྱ་འདོད་ཟེར་བ་ཡིན་ན། ད་དང་པོ་དེ་ལ་རྒྱ་གར་རིན་པོ་ཆེ་གོང་ལོ་དགུ་བཅུ་ལ་ཕེབས་ཚར་རེད་རེད་བ། ཨ་ནི་གོང་ལོ་དགུ་བཅུ་ལ་ཕེབས་དུས་ཀོང་པོ་ད། བོད་རིགས་སྤུན་ཟླ་མང་པོ་ཅིག་རྒྱ་གར་རིན་པོ་ཆེ་གི་འཕྲུལ་ངག་གི་ཉིན་མོ་ལ་དགའ་དགའ་སྤྲོ་སྤྲོ་ལྷན་རྒྱས་རྣམ་པ་ཚང་མས་ཀྱིས་གནང་ཡོད་རེད་རོ། འདི་དང་མཉམ་དུ་ལ་བོད་རིགས་སྤུན་ཟླ་མང་པོ་ཅིག་ད་རྒྱ་གར་རིན་པོ་ཆེ་དགུང་ལོ་བརྒྱ་དང་སུམ་ཅུ་ལྷག་ཅིག་ཕེབས་ཀྱི་ཡིས་ལ་ནས་རྒྱ་གར་རིན་པོ་ཆེ་གི་ད་བཀའ་འདི་ཕེབས་ཡོད་རེད། མི་མང་རྣམ་པ་ཚོ་ཐུགས་མཉེས་བོ་གནང་ཆེད་མི་མང་རྣམ་པ་ཚོ་དགའ་དགའ་བོ་སྤྲོ་བོ་མང་པོ་ཞུ་ཅིག་གནང་ཡོད་རེད་བསམ་གྱི་འདུག་རོ། ཡིན་ན་ཡང་ཆོག་གཉིས་པ་དེ་ལ་ང་རང་འདྲ་བོ་ཅིག་མི་དཀྱུས་མ་ཅིག་ཡིན་པ་ཡིན་ན་ད་ཧ་ལས་ན་ལོ་ལྔ་བཅུ་དྲུག་ཅུ་བདུན་ཅུ་ལྷག་སྡད་ཀྱི་ཡོད་མ་རེད་རོ། ད་ང་ཚོ་འགྲོ་བྱེད་མི་ཟས་ཅིག་ཡིན་པ་ཡིན་ན་མི་དཀྱུས་མ་བྱེད་རོ། ང་ཚོ་མི་ཟས་འདི་ད་ཚོ་འགྲོ་བའི་གི་དུས་ཅིག་སླེ་འགྲོ་གི་ཡོད་རེད་རོ། འདི་སོང་ཙང་ཕྱོགས་གཉིས་བ་དེ་ལ་རྒྱ་གར་རོམ་གྱི་གོང་ལོ་དགུ་བཅུ་ཕེད་ཙང་རོ། ཨེ་ང་ཚོ་བེ་རི་པིན་ད་ཚང་མས་གི

རྒྱ་གར་རིན་པོ་ཆེ་གི་ཐུགས་བསྐྱེད་དམ་བཅའ་གསུམ་པ་དེ་བོད་པའི་རིག་གཞུང་བོད་པའི་སྐད་དང་ཆོས་དེ་ཆགས་ཀྱི་ཡོད་རེད་བ། དེ་སོང་ཙང་ཨ་ནི་ང་རང་གི་ཐོག་ནས་ད། ད་ལྟ Pledge དམ་བཅའ་གསར་བ་ཅིག་འགོ་བཙུགས་ཡོད། དམ་བཅའ་གཙོ་བོ་དེ་ད། རྒྱ་གར་གྱི་ཕྱི་ལུང་པ་དེ་ངས་རེད་བ། ད་ཨ་རིའི་ལུང་པ་དང་ཀན་རཱ་ལུང་པ་དང་ཡུ་རོབ་ལུང་པ་དང། ལྷན་རྒྱས་རྣམ་པ་ཚོ་ལ་ཨ་ནི Pledge དེ་འབྲེལ་བ་ཆ་དེ་བྱ་ཟིན་ཞུ་ཡས་ཡིན་རེད་བ། ཨ་ཕླེས་ཀྱིས་དང་པོ་དེ་ལ། ཨ་ནི་ང་བོད་པ་ཡིན་དེར་ནས་བྱས་ནས་ང་བོད་སྐད་རྒྱབ་ཀྱི་ཡིན་ཟེར་བ། ཨ་ནི་ནང་ལ་བོད་སྐད་རྒྱག་གི་ཟེར་བ་ཨ་ནི་ཕྱི་ལ་བོད་རི་བོད་དུ་འཐོར་བ་ཡིན་ན་བོད་སྐད་རྒྱག་གི། རྒྱུག་པ་རྒྱུན་ཚེ་ངས་ཨ་ཕླེས་ནང་ལོ་ལ་གསུམ་བཞག་ཡོད་རེད་བ། དང་པོ་དེ་ལ། ཨ་ནི། རྒྱ་མིའི་གཞུང་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ། ང་ཚོ་བོད་ལུང་པ་ཟས་བྱེད། ད་འཛམ་གླིང་སྤྱི་ཡོངས་ལ་རྒྱ་མིའི་གཞུང་གིས་ག་རེ་བླ་གོས་ཟེར་བ་ཡིན་ན་ང་ཚོ་བོད་ལུང་པ་ཟས་མེད་ཟེར་བ། བོད་འདི་ག་དུས་ཡིན་ནས་རྒྱ་མིས་ཀྱི་ཆ་ཤས་རེད་ཟེར་བ། ང་རང་ཚོ་གི་བོད་པའི་གི་སྐད་འདི་རྒྱ་མིའི་དང་ཆ་ཤས་མེད་བས་ཀྱི་དཔང་རྟགས Evidence ཆེན་པོ་ཞུ་སྟོན་གི་ཡོད་རེད་བ། འདི་སོང་ཙང་ནི་བོད་སྐད་རྒྱ་བས་དེ་ཧ་ཅང་གི་གལ་ཆེན་པོ་ཆགས་བསྡད་ཤག་རེད་བ། གཉིས་བ་འདི་ལ་རྒྱུ་བ་རྒྱུན་འཛིན། བོད་ནང་ལོ་ལ་ད་ལོ་དྲུག་གཉིས་ལ་རྒྱ་མི་གཞུང་གིས་བོད་པའི་སླབ་གྲྭ་བརྒྱ་ཕྲག་མང་པོ་སྒོ་རྒྱག་ཚར་རེད་བོད་པ་ཀྲུའུ་སྟོང་ཕྲག་མང་པོ་རྒྱ་མི་གི Boarding School གཞུང་གི་སླབ་གྲྭ་ནང་བླུག་ཆེད་བོད་པའི་གི་སྐད་དང་བོད་པའི་གི་ཡི་གེ་དང་བོད་པའི་གི་རིག་གཞུང་བོད་པའི་གི་ངོ་བོ་རྩ་མེད་བཏང་ཡའི་ཐབས་ཤེས་བྱེད་ཀྱི་ཡོད་རེད་བ་འདི་སོང་ཙང་ང་ཚོ་ནང་ལ་བོད་སྐད་རྒྱབ་ཡག་དམིགས་བསལ་གྱི་སྤུ་བོ་ཡོད་བའི་གྱི་ཕ་མ་རྣམ་པ་ཚོ་ནང་ལ་བོད་སྐད་རྒྱབ་ཡག་འདི་ཧ་ཅང་གྱི་གལ་ཆེན་པོ་ཆ་དེ་ཤབ་འོ་དེ་གཅིག་གཉིས་བ་ཆ་དེ་ཤར་བ་གསུམ་པ་དེ་ལ་ཟིན་གནང་བ་ཡིན་ན་རོ་ད་སྔར་དུ་ཞུས་པ་ན་ཤེས་རེད་རྒྱ་བ་རོང་པ་ཆེ་དགུང་ལོ་དགུ་བཅུ་ལ་ཕེབས་ས་རེད་རྒྱ་བ་རོང་པ་ཆེ་གྱི་ཐུགས་བསྐྱེད་དམ་བཅའ་གསུམ་པ་དེ་བོད་པའི་རིག་གཞུང་བོད་པའི་སྐད་དང་ཆོས་སྲུང་རྒྱབ་ཆ་ཡག་དེ་ཆ་དེ་ཡོད་རེད་ད་རྒྱ་བ་རོང་པ་ཆེ་ཐུགས་བསྐྱེད་དམ་བཅའ་གསུམ་པ་དེ་བོད་པའི་གྱི། སྐད་དེ། ད་ང་རང་ཚོ་རུ་བ་ཕྱི་ལུང་པ་ལ་རྒྱ་གར་གྱི་ཕྱི་ལུང་པ་དེ་ངས་དེ་ཚོ་རུ་བ་ཨ་ནི། ཕ་མ་རྣམ་པ་ཚོ་དམིགས་བསལ་གྱི་རུ་བ། ང་ཚོ་སྤྲུལ་སྐུ་ལ་ནང་ལ་བོད་སྐད་རྒྱབ་ཡ་རུ་བ་ཨ་ནི་ཕྱི་ལ་འགྲོ་འདུག་གོང་པོ་བོད་རིགས་སྤུན་ཟླ་ཐུག་འདུག་གོང་པོ་ཡིན་ནའི་བོད་སྐད་རྒྱབ་ཡ་རུ་བ་འདི་ཧ་ཅང་གི་གལ་ཆེན་པོ་ཆ་དེ་ཤ་རུ་བ། རྒྱུ་བ་རྒྱུ་མཚན་ཞུ་བ་ཡིན་ན། ཧང་ད། ཕྱིའི་ལུང་པ་ལ་ཨ་རིའི་ལུང་པ་དང་ཡུ་རོབ་ལུང་པ་དང་ཀན་ན་ཏྲ་ལུང་པ་ལ་རུ་བ། ང་ཚོ་ཁོར་ཡུག་ལོག་ཁ་ཅིག་ལ་བསྡད་དེ་རུ་བ། དཔེར་ན་ཆ་ཤ་ན་རྒྱ་གར་འགྲོ་ཅིག་ཡིན་པ་ཡིན་ན་རྒྱ་གར་གྱི་བོད་པས་གྱི་གཞིས་ཆགས་ཡོད་རེད་བོད་པས་གྱི་བླ་བྲ་ཡོད་རེད། རྒྱ་གར་རུ་མོ་ཆེ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་རུ་བ། བོད་རང་བཙན་རང་དབང་ཤོར་རྗེས་རྒྱ་གར་རུ་མོ་ཆེ

ང་ཚོ་གི་བོད་པའི་སྐད་དང་བོད་པའི་ཆོས་དེ་ཨ་ནི་ང་ཚོ་བོད་པའི་གི་ངོ་བོ་ང་ཚོ་གི་བོད་པའི་གི Identity Identity ལ་བོར་བ་འོ་འདི་མ་ལ་ཡ་ཆེད་དུ་ཨ་ནི་རྒྱ་གར་རིན་པོ་ཆེ་གི་དགོངས་པ་ཆེན་པོ་དེ་འདི་བཞེས་ཡོད་རུ་བ། ད་ང་ཚོ་ཨ་ཕྱིས་སུ་ད་བོད་རིགས་སྤུན་ཟླ་མང་པོ་ཅིག་ཨ་རི་ཡུ་རོབ་ཀྱ་ན་ཏྲ France Paris ག་བ་ག་ས་ལ་ཕེབས་ཀྱི་ཡོད་རེད་གཙོ་བོ་དེ་ད་ཅིག་སོ་སོ་གི་ཨ་སྤྲུལ་སྐུ་གི་མ་འོངས་པའི་གི་ད་ཅིག་ཨ།

ཨ་ནི། འདི་ནང་བཞིན་གྱི། རྒྱ་གར་འགྲོ་བའི་སྟབས་བདེ་ལ་ང་ཚོ་ཨ་རི་ལ་གཞིས་ཆགས་དེ་འདི་ཡོད་མ་རེད་རེད་བ། ཚང་མ་ཁ་འཐོར་ནས་བསྡད་ཡོད་རེད། ཨ་ནི་དགོངས་པ་ཅི་ཡིན་ན་ཡང་ཙག་ཙག་ལ་དགོངས་པ་འགྲོ་ཡ་དེ་འདི་ཡོད་མ་རེད། འདི་སོང་ཙ། ཨ་ནི་དམིགས་བསལ་གྱི་ད་བེའུའི་སླབ་གྲྭ་ཟ་འཇུ་སླབ་གྲྭ་ནི་ང་ཚོ་བདུན་ཕྲག་གཅིག་ལ་ཉིན་མ་གཅིག་ཟ་སྤེན་པ་མ་ཞིག་ཡོད་མ་རེད་རེད་བ། ཨ་ནི། དེ་སོང་ཙང་ད་ང་རང་ཚོ་སྤྲུལ་སྐུ་དེ་ཚོ་བོད་པས་སྐད་འདི་བརླག་འགྲོའི་ཉེན་ཁ་ཆེན་པོ་ཞུ་ཅིག་ཆ་བདེ་ཤག་ཟེར་ནས་ཞུ་ཡས་ཡིན་རོ། ཨ་ནི། ཕ་མ་རྣམ་པ་ཚོ་མངལ་དུ་ཞུ་བ་ན་ཤི་ནས་ཁག་ནི་ཁག་ཡོད་མ་རེད། ད་མཚམས་མཚམས་ཡང་ཁག་མེད་རེད་ལ་བྱེད་འདུག་ང་ཚོ་ལྷོད་ཡང་བྱས་ནས་བསྡད་བསྡད་བ་ཡིན་ན། ང་རང་ཚོ་བོད་པའི་སྐད་འདི་ཏན་ཏན་གྱིས་མེད་འགྲོ་ཡ་རྩ་མེད་འགྲོ་ཡ་ད་ཅིག་བརླག་འགྲོ་ཡ་དེ་ཉེན་ཁ་ཆེན་པོ་ཞུ་ཤ་དེ་ཤར་བ་ང་ཚོ་གི་རིག་གཞུང་དེ་ད་རྒྱ་མིའི་གཞུང་གི་ད་ཉེ་མ་ནས་ཁོང་ཚོ་ཧ་གོ་གི་ཡོད་རེད་གང་ཟེར་བ་ཡིན་ན་ལོ་དྲུག་གཉིས་སྙེ་ལ་ངར་དུ་ཞུ་བ་ན་ཤི་རེད་ལོ་དྲུག་བདུན་སྙེ་ལ་ཁོང་ཚོ་གི་བོད་ནང་ལོ་ལ་བོད་པ་ལབ་གྲ་བརྒྱ་ཕྲག་མང་པོ་གོ་བརྒྱ་ཚར་རེད་བོད་པའི་ཕྲུ་གུ་སྟོང་ཕྲག་མང་པོ་རྒྱ་མིའི་གཞུང་གི boarding school ནང་བླུག་རྗེས་བོད་པའི་སྐད་དང་ཆོས་དེ་རྩ་མེད་བཏང་གི་འདུག་རྒྱ་མིའི་གཞུང་གི་ད་ཏན་ཏན་གི་ཧ་གོ་གི་ཡོད་རེད་བསམ་གི་འདུག་ཁོང་ཚོ་གི་ཞིབ་འཇུག་བྱས་བྱས་རུ་བ། ད་ཨ་རིའི་ལུང་པ་དང་པེ་རིས་ལུང་པ་དང་ཡུ་རོབ་ལུང་པ་དང་ཀན་ད་ཀྲ་ལ། ད་བོད་པ་སྤྲུལ་སྐུ་དེ་ཚོ་ནི་བོད་སྐད་རྒྱག་གི་མི་འདུག་ཟེར་བ། ད་བོད་པ་སྐད་དེ་ཏན་ཏན་གྱི་ཉམས་འགྲོ་ཡི་རེད་ཤག། ད་ང་ཚོ་བོད་ནང་ལོ་ལ་ད་སླབ་གྲགས་དེ་ཚོ་སྒོ་རྒྱབ། ཨ་ནི་བོད་པའི་སྐད་དང་ཡི་གེ་འདི་རྩ་མེད་བཏང་ཡ་ཁོང་ཚོ་གིས་མགོ་ཚུགས་ཚར་འདུག་ཨ། འདི་སོང་ཙང་ང་རང་ཚོ་ད་དམིགས་བསལ་གྱི་སྔར་དུ་ཞུ་བ་ན་ཤི་རེ་ཕྱིས་ལུང་པ་དེ་ངན་རྒྱ་གར་གྱི་ཕྱིས་ལུང་པ་དེ་ངན་དེ་ཚོ་ལ་དམིགས་བསལ་གྱི་ཕ་མ་རོ་ང་རང་ཡིན་ན་ནང་ལ་སྤྲུལ་སྐུ་བུ་མོ་གཉིས་ཡོད་རེད་བ། ཨ་ནི་ཀྱི་ཕ་མ་རྣམ་པ་ཚོ་སྤྲུལ་སྐུ་ལ་བོད་སྐད་རྒྱབ་ཡ་ཧ་ཅང་གི་གལ་ཆེན་པོ་རེད་ཤར་བ། ཨ་ནི་སྤྲུལ་སྐུ་རྣམ་པ་ཚོ་ཕྱི་ལ་སླབ་གྲགས་འགྲོ་འདུག་གོམ་པ་ནང་ལ་སླེབས་འདུག་གོམ་པ་དབྱིན་ཇིའི་ཚིག་གཉིས་ཐོན་བ་ཡིན་ན་ཨ་ནི་དེ་བཀག་ཆེད་ཡང་བོད་སྐད་སྒོ་ནས་རྒྱག་འདུག་ཡ་རེད་བ། མུ་མཐུན་ཡང་དྲན་སོ་བླངས་དེ་ཧ་ཅང་གལ་ཆེན་པོ་རེད་ཤར། ཨ་ནི་འདི་སོང་ས་ཧ་མདའ་ང་རང་གི་རྒྱབ་ལོག་པླེས་དེ་གལ་སྲིད་ལྷན་རྒྱས་རྣམ་པ་ཚང་མའི་གི་ནང་ལ་ཉར་ཐུབ་བ་ཡིན་ན་ང་རང་ཧ་མདའ་མཆོད་བཤམས་ལ་བཞག་ཤར་ཡོད་རེད་བ། གལ་སྲིད་ལྷན་རྒྱས་རྣམ་པ་ཚང་མའི་གི་དེ་འད་པླེས་ཀྱི་ཡོད་བ་ཡིན་ན། ཨ་ནི། འཕྲད་ཕུགས་རྒྱང་གསུམ་གྱི་ཐོག་ནས་ཕན་ཐོགས་གི་རེད་བསམ་གྱི་འདུག། འཕྲད་ཀྱི་ཐོག་ནས་ཞུ་བ་ཡིན་ན་དང་པོ་དེ་ལ་མངགས་ཏེ་ཞུ་བ་ན་ཞིག་རེད། ང་ཚོ་ཕ་མ་རྣམ་པ་ཚོ་དང་སྤྲུལ་སྐུ་རྣམ་པ་ཚོ་རྒྱ་གར་གྱི་ཕྱི་ལུང་པ་ལ་བདེ་སྡུག་མགོན་པོ། ང་ཚོ་གི་དང་བོད་པའི་སྐད་དེ་དབྱིན་སྐད་དེ་མཚམས་མཚམས་ནང་ལ་སྤྲུལ་སྐུ་ལ་ཤོར་འགྲོ་གི་ཡོད་རེད་བ་དབྱིན་ཇི་སྐད་དེ་རྒྱ་ཡག་དང་དེ་ཚོ་ཡོད་རེད་བ། ཨ་ནི། ཕ་མ་རྣམ་པ་ཚོ་ལས་ཀ་ལས་འགྲོ་བ་ནས་དང་དབྱིན་ཇི་སྐད་རྒྱག་དགོས་རེད་ནང་ལ་སླེབས་ན་ཡང་དང་སྤྲུལ་སྐུ་ཚོ་དབྱིན་ཇི་ལབ་ནས་འགྲོ་ནས་དང།

ནང་ལ་བོད་སྐད་རྒྱག་པའི་ག་གཟ་གལ་ཆེན་པོ་ཡོད་མེད་རེད་བ། བོད་ནང་ལུགས་ལ་སླབ་གྲ་རྒྱག་དྲག་མོ་བོ་སྒོ་རྒྱག་ཡིན་པ་རེད་བ། ཨ་ནི་རྒྱ་རོམ་གཅིག་གོང་ལོ་དགུ་བཅུ་འཕེལ་ཡོད་བ་རྒྱ་རོམ་པོ་ཆེ་གི་ཐུགས་བསྐྱེད་དམ་བཅའ་གསུམ་པ་དེ་བོད་པའི་སྐད་དང་རིག་གཞུང་ཆོས་སྲུང་རྒྱབ་བྱས་ཏེ་ཕྱག་དེ་བཞག་ད་དེ་དངོས་གནས་ཀྱི་ང་བོད་སྐད་རྒྱག་དགོས་འདུག་ས་ནི་རེད་བ། ཏན་ཏན་གྱིས་ཕུགས་ཀྱི་ཐོག་ནས་ཕན་ཐུག་རེད་བསམ་གྱི་འདུག་ད་ང་རང་འགྲོ་བྱེད་ཡིན་པ་ཡིན་ན། ད་ག་ལ་དགོས་རེད་ཧང་ད། ཅིག། ཆང་ས་རྒྱག་བྱས་ཨ་ནི་ཕ་མ་གྱི་ཆ་བྱས་ཆུ་ལོག་ལ་དུད་འདུག་མགོན་པོ་ང་ཚོའི་ནང་ལ་མཆོད་བཤམས་ཡོད་རེད་རྒྱག་རོམ་གྱི་སྐུ་པར་ཡོད་རེད་བ། འདི་ནང་བཞིན་གྱི་ད་ང་ཚོ། མི་རབས་མི་རབས་མི་རབས་རྗེས་ནས་དེ་འདས་ཀྱི་ང་ཚོ Pledge ཚང་མའི་གྱི་ནང་ལ། ཉར་ཐོ་བ་ཡིན་ན་གཏན་འདས་གྱི་ང་ཚོ་བོད་པའི་སྐད། ཕུགས་གྱི་ཐོག་ནས་ལོ་བརྒྱ་ཉིས་བརྒྱ་སུམ་བརྒྱ་ལྔ་བརྒྱ་གཅིག་སྟོང་གི་ཐོག་ནས་གཏན་འདས་ཀྱི། བོད་པའི་སྐད་དེ་སྲུང་སྐྱོབ་བྱས་དེ་ཕན་ཐོགས་ཀྱི་རེད་བསམ་གྱི་འདུག་རེད་བ། ལྟ་གྱང་གི་ཐོག་ནས་ཞུ་བ་ཡིན་ན་མངལ་དུ་ཞུ་བ་ན་ཤེས་རེད་རོ་ཨ་ལྟ། བོད་རང་བཙན་རང་དབང་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཤོར་ཚར་བའི་རྗེས་ལ་རྒྱ་གར་མོ་ཆེས་ལྟ། རྒྱ་གར་ལ། ཕེབས་འགྲོ་བའི་གི་འགྱུར་བ་སྐྱོན་ཚན་གཙོ་བོ་དེ་ང་ཚོ་བོད་པའི་སྐད་དང་ང་ཚོ་གི་རིག་གཞུང་སྲུང་སྐྱོབ་བྱས་ཏེ། ཐོག་ལ་ཁོང་དུ་ཕྱིན་ནས་ཕེབས་པར་རོ་ཨ། འདི་སོང་ཙང། ཨ་ནི་བོད་ནང་ལོ་ལ་ད་ང་དུ་ཞུ་བ་ན་ཤེས་རེད་ད། དཀའ་ངལ་ཆེན་པོ་ཞུ་ཅིག་སྤྲད་དུ་ཡོད་རེད་རེད་བ་འགྲོ་བ་མི་གི་ཐོབ་ཐང་ཡོད་མ་རེད་བོད་པའི་གི་སྐད་བོད་པའི་གི་ཆོས་ཚང་མ་ད་རྩ་མེད་བཏང་གི་ཡོད་རེད། ཨ་དེ་གྱང་གི་ཐོག་ནས་ད། སྙེ་མ་བྱུང་འགྱོག་གི་ཐོག་ནས་ད་ང་ཚོ་ཏན་ཏན་ཅིག་བོད་ནང་ལ་བོད་རིགས་སྤུན་ཟླ་ལ་རྒྱབ་སྐྱོར་བཏོན་ཐུབ་གི་ཡོད་བ་རེད་བ་རྒྱ་གར་རོང་པོ་ཅེ་གི་ཐུགས་ཀའི་དམ་བཅའ་གསུམ་པ་དེ་ལ་ང་ཚོ་གི་ཏན་ཏན་ཅིག་རྒྱབ་སྐྱོར་གནང་ཡ་ལ་ཨ་ནི་ཕན་ཐོག་གི་རེད་བསམ་གི་འདུག། ཨ་འོ་འདི་ཅིག་ཞུ་ཡ་ཡིན་རེད་བ་ཨ་ནི་ད།

དེ་ག་བྱས་ནས་གསུང་གི་ཡོད་རེད་རེད་བ། དེ་གསུང་བའི་འགྱོད་པ་འགྱོད་འཛིན་དེ་ག་རེད་ཟེར་བ་ཡིན་ན་ང་རང་གི་བསམ་ཚུལ་ལ་རེད་བ། བོད་ནང་ལོ་ལ་ཧ་མདའ། གནས་སྟངས་རྫ་དྲག་པོ་ཞུགས་ཀྱི་ཆགས་བསྡད་ཡོད་རེད་སྔར་དང་ཞུ་བ་ན་ཞིག་རེད་བསླབ་གྲགས་མང་པོ་སྒོ་རྒྱག་ཚར་རེད་བོད་པའི་ཕྲུ་གུ་སྟོང་ཕྲག་མང་པོ། རྒྱ་མིའི་གཞུང་གི་བསླབ་གྲགས་ནང་ལ་བླུགས་ཚར་བ་རེད། ཨ་ནི་དེའི་ནང་བཞིན་གྱི་ད། ང་རང་ཚོ་གི་མི་རབས་མི་རབས་དེ་འགྱུར་བ་འགྲོ་གི་ཡོད་རེད་རེད་བ་ད་ང་ཚོ་མི་རབས། Generation། དེ་འགྱུར་བ་འགྲོ་དུས་ཀོང་པོ་ང་ཚོ་གི་ད་སྔ་སྙི་བ་དེ་ལ་ང་ཚོ་ཁོར་ཡུག་ཆུ་ལོག་ལ་དེ་འད་ཅིག་སླེབས་དུས་ཀོང་པོ་ད་རྒྱ་གར་ལ་སྟོང་ཕྲག་ལྔ་བཅུ་ཚ་སི་བྷི་རི་པིན་ད་འདུག་ཟེར་ནས་ཞུས་གི་འདུག་བ་ཨ་ནི་ཆེས་ལུང་པ་ལ་ད།

ང་ཚོ་གཅིག་མ་ནས་གཅིག་པུ་མ་ནས་གཅིག་པུ་གཅིག་དྲང་བྱེད་གཅིག་ཆོད་གཅིག་པུ་གཅིག་བྱེད་བསྡད་ན་དེ་འདྲའི་གཅིག་ང་ཚོ་སྲུང་སྐྱོབ་བྱེད་ཐུབ་ཀྱི་ཡོད་མ་རེད་ཟེར་རོ། འདི་ང་རང་ཚོ་དངོས་སུ་རོ་ང་ཚོ་གི་ལག་ལེན་བསྟར་དགོས་རེད་ང་ཚོ་གི་ཉམས་ལེན་བྱེད་དགོས་རེད་རོ། འོ་འདི་ཞུ་ཡས་ཡིན་རོ། ཨེ་ཐ་མ་དེ་ལ་ཨ་ནེ་རྒྱ་གར་རོང་པོ་ཆེའི་སྐུ་ཚེ་ཞབས་པད་བརྟན་པ་དང་རྒྱ་གར་རོང་པོ་ཆེ་བོད་ལ་དེ་འདྲའི་མགྱོགས་པོ་ཞུ་བའི་རེ་བ་དང་སྨོན་ལམ་ཡོད་ཟེར་ནས་ཞུ་ཡས་ཡིན། ཨེ་ཕ་མ་རྣམ་པ་ཚོ་ང་རང་གི་དེ་རིང་གི།

ངེད་ཀྱིས་ཧ་འདའ Pledge བཟོས་རྒྱུ Pledge ཧ་འདའ་བྲིས་རྒྱུ་དེ་ཚོ་ལ་ད་ཨ་ནི་གཅིག་གི་སྐད་ཆ་བཀའ་མོལ་གནང་རྒྱུ་དེ་ཚོ་འབྲེལ་བ་གཅིག་གལ་ཆེན་པོ་རེ་མཐོང་གི་ཡོད་ན་ཨ་ནི Share བྱེད་རོགས་གནང་ཟེར་ཞུ་ཡས་ཡིན་རུ་བ། གལ་སྲིད་ངེད་ཀྱི་ལས་གཞི་དང་ཧ་འདའ་ངེད་ཀྱི་སྐད་ཆ་བཤད་རྒྱུ་དེ་ཚོ་གཅིག་སོ་སོ་མི་ཚེ་དང་འབྲེལ་བ་མེད་པ་འདྲ་བོ་གཅིག་མཐོང་གི་ཡོད་ན་རུ་བ་ཨ་ནི་དུ་བཞག་བཞག་རོགས་གནང་ཟེར་ཞུ་ཡས་ཡིན་རུ་བ། སྤྱི་བཏང་གི་ང་ཚོ་བོད་པ་ཡིན་པ་ཙམ་གྱིས་དེའི་ང་རང་ཚོ་གི་ལས་འགན་དང་འགན་ལེན་ཆེན་པོ་ཞུ་རྒྱུ་ཆགས་ཀྱི་ཡོད་རེད་རེད་བ། ད་ང་རང་འགྲོ་བཞིན་ཡོད་ན་ངའི་ཕ་མ་རེད་བ། ཕ་མ་གཅིག་སྟོང་དེ་ཨ་རི་ལུང་པ་ལ་སླེབས་ཀྱི་རེད། ཨ་ནི་ཕ་མ་གཅིག་སྟོང་མང་པོ་ཅིག་ཨ་རི་ལུང་པ་ད་ལྟ་ཀ་ན་རྡ་དང་གོ་ཨ་ཁ་ས་ལ་ཕེབས་ཡོད་རེད་བ། ང་རང་ཚོ་གི་ཕ་མ་རྣམ་པ་ཚོ་སྐུ་ལོན་ག་ཚོད་མང་པོ་བསྐྱོན་རེད་རེད་བ། ང་རང་པ་ལ་འགྲོ་བཞིན་ཡོད་མིན་ཨམ་ལ་འགྲོ་བཞིན་ཡོད་ན་ལས་ཀ་གཉིས་བྱས་རེད་བ། ཡིན་ན་ཡང་གཟའ་སྤེན་པ་རྟག་པ་བུའི་ལབ་སྒྲ་ཁྲིད་ཡ་དག་ཅིག་བོད་གཞས་བསླབ་ཡ་དག་བོད་པའི་གི་སྤྱི་ཚོགས་ཀྱི་རིག་གཞུང་གི་འཛོམས་འཛོམས་དང་ག་དུས་ཡིན་ན་ཡང་ཉིན་གཅིག་མ་ཆེ་བ་སྙེ་མ་ནས་ཁྲིད་གི་རིར་བ། འདི་ནང་བཞིན་གི་ང་རང་ཚོ་ད་ཕ་མ་ལོ་གཞོན་པ་དེ་ཚོ་ཨ་རི་ལུང་པ་ལ་དེ་ངས་དེ་ཚོ་རུ་བ་དམིགས་བསལ་གི་ཕ་མ་གཅིག་ཕ་མ་སྙེ་མ་གཅིག་གདོང་ནས་སླེ་སྐྱོ་དེ་ཚོ་ཡི་སྤྲུལ་སྐུ་རྣམ་པ་ཚོ་རྟེན་འབྲེལ་གྱི་བསམ་བློ་རྒྱ་ཆེན་པོ་ཅིག་བཏང་རོགས་གནང་ས་ནས་ཞུ་ཡས་ཡིན་རུ་བ་འདི་ཧ་ཅང་གི་གལ་ཆེན་པོ་ཆགས་གི་འདུག་ང་ཚོ་སྤྲུལ་སྐུ་ལ་ཧང་ད་ནས་བོད་སྐད་མ་རྒྱབ་ཆེད་དབྱིན་ཇི་སྐད་ཤོར་བསྡད་པ་ཡིན་ན་ལྷོད་ཡང་གནང་བསྡད་པ་ཡིན་ན། ག་ལེ་ག་ལེ་ང་ཚོ་བོད་པའི་སྐད་དེ་བརླག་འགྲོ་གི་རེད་བོད་པའི་སྐད་དེ་བརླག་འགྲོ་བ་ཡིན་ན། ཨ་ནི་ང་ཚོ་གི་ངོ་བོ་དེ་བརླག་འགྲོ་གི་རེད་རྒྱ་གར་བོ་ཅིག་ཐུ་སྐད་དམ་བཅའ་གསུམ་པ་བོད་པའི་སྐད་དང་ཆོས་རིག་གཞུང་སྲུང་རྒྱབ་བྱེད་ཡས་དེ་ཡས་ཨ་ནི། བརླག་འགྲོ་ཡས་ད། རྫ་དྲག་ད་ཨ་ནི་ཅིག་ཉེན་ཁ་ཆུན་པོ་ཞུགས་ཅིག་ཆ་དེ་བ་སེའུ་ཞུགས་ཅིག་རེད་ཤག་ཚུན་ནས་ཞུ་ཡས་ཡིན། ལགས་སོ་ཐུ་ཆེ་གནང། སོ་སོ་ཅིག་དང་ཁང་པར་བརྗེས་བྱས་མོ་ཏོར་བརྗེས་བྱས་ཨིནི་ཅིག་མདའ་རེ་མདའ་རེ་ཅིག་གླ་ཕོག་དིག་དིག་ཡག་པོར་བརྗོད་པའི་ཁོལ་དུ་ལ་ཨིནི་བོད་བྱ་རེ་པའི་ཏིང་ཅིག་ཤིག་བྱས་བསྡད་ན་མ་རབ་རེ་ད། དེ་འདྲ་ཇི་དགའི་མ་རེད་ལ་ད་འདི་བསམ་གཏོང་རྒྱུ་ཡང་མ་རེད་ང་ཚོ་བོད་པ་ཡིན་ཡིན་བསམ་པ་དེ་ག་དུས་ཡིན་ནས་མ་ཤོར་ཤོར་བ་རེད། ང་རང་ཚོ་ཕ་མེས་ཀྱི་ད་ག་འདྲ་མི་རབ་ཆད་སེ་ད་ག་འདྲ་བོད་མི་རིགས་དེ་གྱིས་དེ་བོད་ནང་རོགས་ལ་ད་དཀའ་ངལ་འཕྲད་ནས་བསྡད་དེ་ཡོད་རེད། ཡིད་བདེ་གི་དཀའ་ངལ་དེ་འདྲ་ཞིག་གི་འོག་ལ་ཡ་རེ་བ་ནམ་ཡང་མ་གཏོང་བ་བྱས་བྱས་བསྡད་བསྡད་ཀྱི་འདུག་ག་དེའི་རེ་བ་རྒྱག་ཡག་གི་མེད། རྒྱུ་རྐྱེན་གཙོ་བོ་ད་ང་རང་ཚོའི་དད་འདུན་དེ་རེད་དེ། རྒྱུ་མཚན་ཆ་ཤས་གཅིག་ལ་བོད་མི་བཙན་བྱོལ་བ་མང་པོ་ཅིག་འཛམ་བུ་ནས་ཕྱི་ལོག་ལ་ཡ་བོད་མི་ཚབ་བྱས་བྱས་བོད་མི་མི་གུས་བཅད་ནས་བསྡད་ཡོད་བསམ་པ་ཅིག་བློ་ལ་ཡ་ཅང་བྱས་ཨེ་ནི་སེམས་ཤུགས་དེ། ཏན་ཏིག་ཡོད་རེད་ས་དེ་འདྲ་ཡིན་དུས་ང་ཚོ་བོད་པ་མེད་རེད་མོ་རེད་ཇིང་པའི་ཁང་ལས་ང་ཚོ་ལས་འགན་ཡོད་རེད་དེ་སོང་ང། ང་ཚོ་ཆོས་རྒྱལ་བཀའ་དྲིན་ཅན་ཚོའི་རྗེས་འབྲང་གི་ད་མི་རབས་དེ་ད་ཚོ་ད་གསོན་ད་ཤི་ཚོ་ད་མི་ཚོའི་མཚམས་ལ་ཡར་འདེད་ཐེབས་པ་ཞིག་རེད་མ་གཏོགས་ལས་སླ་པོ་མ་རེད་ད་ང་ཡི་གེ་ཡོང་གི་ཡོད་རེད་ས་དེ་འདྲ་ཡིན་དུས་ཚང་མས།

ཡང་གི་བེད་སྤྱོད་མེད་བདེ་བའི་སོར་བཞི། ཞེས་སྣང་ཆུང་བྱས་ནས་སྣང་མེད་ལས་པ་ཡིན་ན་དེ་གྱོང་རེག་ར་བས་པ་ཡིན་པའི་ངོས་ནས་བཤད་པ་ཡིན་ནི་བོད་ཡིག་ཤེས་དགོས་པ་དེ་ཞིབ་གལ་ཆེན་པོ་རེད་ཤག་སོ་སོ་སྒེར་གྱི་མི་ཚེ་སྐྱལ་ལ་ཆག་ཤག་ནི་བོད་ཀྱི་བོད་ཡིག་ནང་ལ་ཡོད་བདེ་བའི་བོད་ཀྱི་ཆོས་དང་རིག་གཞུང་དེ་གང་འཚམ་ཅིག་སོ་སོ་ཡོད་པ་ཡིན་ན་མི་ཚེ་སྐྱིལ་བ་ཡོང་གི་རེད།